Video དེ་ཡ་ཕ་ཡི་འདུལ་བ་ལ་ཡ་ཀླད་ཐུབ་པ་ཡིན་ན་ཨ་ནི་དགོས་པ་རྒྱུ་མཚན་ཅིག་ཆགས་ཀྱི་རེད་བསམ་གྱི་འདུར་བ་འདི་མ་འོངས་པ་ལ་ཡ་འདི་འདྲའི་རིགས་དེ་མ་གནང་ན་ཡག་པོ་ཡོད་རེད་བསམ་གྱི་འདུར་བ་ཁྲག་དགོས་ནའི་རིགས་དེ་པད་མ་སྲིད་ཀྱི་ཉེན་ཁ་ལྕི་བོ་ཞུ་ཅིག་རེད་ད་འདི་ཁྲག་དེ། ཐ་ན་ང་རང་ཚོ་གི་སུ་སྤྲུལ་ཡིན་ནས་རོ་སོ་མིན། འདི་ཚོ་སོ་སོའི་ནང་ལ་ཡ་ནི་སོ་སོ་སོ་ལོག་ཀ་བེད་སྤྱོད་བཏང་དགོས་བར་དགོངས་ནས་ཕྱིན་ན། སོ་སྤྲུལ་ད་ཡིན་ད་ཡིན་རོ་གང་ཡིན་ཟེར་ན་ང་ཚོ་གི་དེ་སོ་གི་གཉལ་ཡོད་རོ་སྒམ་ལ་ཡོད་རོ། དེ་ལ་ཡ། སོ་གི་གཉལ་ལ་ཡ་ཨ་ནི།

ཁྲག་འདི་གི་དྲོད་ཀྱི་ནང་ལ་སྦུ་ཡོད་རེད། ང་ཚོ་ཁྲག་གི་ནང་ངས་ནད་རིགས་མང་པོ་ཞིག་ལབ་ཟེར་བ་དེ་གཟུགས་ཀྱི་སྦུ། ཁྲག་གི་ནང་ལ་སྦུ་ལམ་སང་ཁུལ་གྱི་ཁྲག་གི་ནང་ལ་སྦུ་སྐད་ཡིན་དགོས་རེད། ད་ལྟ HIV གི་ཁྲག་སྐམ་བྱ་རྒྱུ་གི་ལྟ་འདི་ཚང་མ་རྩམ་པ་ཆགས་ཚར་ཞིབ་བཤིར་ཆགས་ཚར་ད་འདོད་འདི་ནང་ནས་རྫས་བཅུད་བཅུད་གཅིག་ཁྲག་ལ་དགོས་བས་ན་ཁྲག་གི་དྲོད་འདི་གི་ལམ་སང་འདི་ཡ་སྦུ་འདི་ཡ་སྐད་ཡིན་དགོས་རེད།

དེ་ནས་དེ་གཟུགས་པོ་ལ་ཡནག་རུམ་དགུ་རུམ་ནག་དེ་རེ་བདེ་བ་འདྲ་བོ་བྱས་ཨ་ནི་གཟུགས་པོ་དེ་ཚོ་ལྟས་སུ་པགས་པ་སྐྲངས་དེ་གྱོད་འདྲ་བོ་བྱས་དེ་འདྲའི་ཆ་གྱོད་སར་ད་གདོང་པ་དེ་ཚོ་སྐྲངས་དེ་འདྲ་ཕྱི་གྱོད་སར་ལྟས། ད་དེ་ཚོ་གནོད་སྐྱོན་རིགས་དེ་རེད། ད། ཁྲག་གི་རིགས་དེ་ལ་གཟབ་གཟབ་བྱས་དེ། དཔེ་མ་བསྲེས་ཀྱི་གལ་ཆེན་པོ་རེད་ང་རང་ཚོ་རོ་གསར་བསྲེས་བྱས་ཏེ་དཔེ་གལ་ཆེན་པོ་རེད་དམིགས་བསལ་གྱི་ད་ང་རང་ཚོ་ནང་ལ་དུས་རྒྱུན་དུ་སོ་སོ་གི་སོ་གྲུའི་རིགས་དེ་ཚོ་སོ་སོ་རང་གི་སོ་གྲུའི་མོ་ཏོ་གཞན་པ་གི་བཞིན་བེད་སྤྱོད་བཏང་ཡས་དེ་འདྲའི་ཁྱུ་ནུ་རང་ནང་ཡས་ཡོད་མ་རེད་ཞུ་ཡས་ཡིན་ར། ཨ་ནི་ཐ་མ་དེ་ལ་ཡག་ཚང་མ་ལ་ཡག་ད་དང་པོ་གཉེན་ལ་ཡག་འགྱོ་གཉེན་དུང་མཐུན་དུས་གཅིག་དངོས་གནས།

གར་དེ་མི་གཅིག་ལ་ཡང་ཤེས་རབ་ཡོད་པ་བྱས་སྙིང་རྗེ་མེད་པ་ཡིན་ན་ནི་ཁོ་རང་གི་ཤེས་རབ་དེ་བེད་སྤྱོད་ལོག་པར་བཏང་བྱས། འགྲོ་བ་མི་རབས་གཉིས་རེད་སོ་སོ་གནས་ས་གི་འཁོར་ཡུག་རེད་ནི་སེམས་ཅན་གཞན་པ་རེད་དེ་གི་ལ་ཡང་གཏོར་བརླག་གཏོང་རྒྱག་གི་ཉེན་ཁ་ཡོད་རེད། ད་རང་ལ་སྙིང་རྗེ་མེད་པའི་ཤེས་རབ་བྱས་དེ་དཔེ་མི་སྲིད་པའི་ཤེས་རབ་ཉེན་ཁ་ཚ་བོ་རེད། ད་ཡིན་ནས་ལ་དེ་རིང་ངས་ཞུས་བསམ་ཡག་དེ་སྙིང་རྗེ་མེད་པའི་ཤེས་རབ་མ་རེད། དེ་རིང་ངས་ཞུས་བསམ་ཡག་དེ་ཤེས་རབ་མེད་པའི་སྙིང་རྗེ་ཟེར་ཡག་དེ་རེད། ངས་སྐབས་འགའ་རེ་བསམ་བློ་བཏང་དུས། ཤེས་རབ་མེད་པའི་སྙིང་རྗེ། ད་དེ་འདྲིའི་སྙིང་རྗེ་དེ་དངོས་གནས་འགྲམ་གླིང་གི་མཚམས་རེ་རེ་ལ་ཡང་ང་ཚོ་ལ་ཡོད་པ་ལས་མེད་པ་དགའ་ས་རེད། ཡང་འགའ་ཞིག་ཅིག་གིས་བསམ་དགོས་བ་རྒན་ལགས་སྙིང་རྗེ་ལ་ད་ཡིན་གཅིག་མིན་གཅིག་ཤེས་རབ་ཅིག་ཡོད་དགོས་ན། སོ་སོས་རང་ཉིད་ཀྱི་སྙིང་རྗེ་དེ་སྒམ་གྱིས་སོ་སོ་རང་ཉིད་ཀྱི་སར་བསྡད་བསྡད་ན་འགྲིག་ར་བས། ཁྱེད་རང་གིས་གསུངས་པ་དེ་ག་རང་རེད་གལ་ཏེ་མི་གཅིག་གིས་ཤེས་རབ་མེད་པའི་སྙིང་རྗེ་དེ་སོ་སོའི་གི་སེམས་ལ་སྒམ་སོ་སོའི་གི་སར་བསྡད་བསྡད་པ་ཡིན་ན་འགྲིག་སྡིག་ཡོད་རེད།

ཁོ་རང་ཚོ་ད་སྙིང་རྗེ་ཡོད་བསམ་ངེས་ཡིན་ནི་རེད་ད་ཁོ་རང་གི་སྤྱང་ཚུགས་ཀྱི་གནས་བབ། ཁྲོམ་ར་གི་གནས་བབ། འགྲོ་བ་མིའི་གི་ཆུད་ཉེབ་སྤྱང་ཚུགས་ཀྱི་ཉམས་མྱོང་དེ་གྱིར་ཡ་བསམ་བློ་གཏོང་དགོས་གི་མ་རེད། སོ་སོའི་གི་ད་སྙིང་རྗེ་གི་འདོད་བློ་དེ་ཁ་སྐོམ་ཡག་གི་ཆེད་དུ་ལས་འགུལ་མང་པོ་སྤེལ་གི་ཡོད་རེད། ཨ་ནི་ཁོང་ཚོའི་གི་བྱས་པ་རེད་རླུང་རྫོས་མང་པོ་གི་ཤི་བ་རེད། ད་རླུང་རྫོས་ཤི་བའི་གི་འབྲས་བུ་ག་རེ་རེད། ད་ཉམས་འོག་གི་ལམ་ཀ་དེ་བཀག་ཡོད་མིན་དེ་གང་ཞིག་རེད་བ། ཡིན་ནི་ལས་ས་གནས་དེ་གི་མི་སེར་ཚོའི་གི་འཚོ་བ་ལ་ཡང་དཀའ་ངལ་འཕྲད་ཡ། ས་གནས་དེ་གི་གི་དཔལ་འབྱོར་ལ་ཡང་ཉམས་རྒུད་འགྲོ་ཡ། དཔེ་བྱ་བྱས་པ་ནི་ད་མི་སེར་ཚོའི་གི་གླུ་རིན་དེ་འཐོར་འགྲོ་ཡ། ཨ་ནི་ས་གནས་དེ་གའི་གི་བཟོ་གྲྭ་དེ་ཚོ་ས་གནས་གཞན་པ་ལ་ཡང་སྤོ་གི་ཐུག་ཡ་འོ་དེ་འདྲའི་གི་དཔལ་འབྱོར་གི་ཐད་ནས་ཆུ་ཆེན་ངན་པ་དེ་འདྲ་བྱ་བར། དེ་རིང་ངས་ཞུས་བསམ་ཡས་དེ་ག་རེ་ཡིན་ཟེར་ན། སྙིང་རྗེ་མེད་པའི་ཤེས་རབ་དེ་དཔེ་མི་སྲིད་པའི་ཚབས་ཆེན་པོ་རེད། ཉེན་ཁ་ཆེན་པོ་རེད། དེ་ནང་བཞིན་གྱི་ཤེས་རབ་མེད་པའི་སྙིང་རྗེ་དེ་ཡང། ཁྱེད་རང་གི་སྙིང་རྗེ་དེ་བེད་སྤྱོད་ཡག་པོར་བཏང་མ་ཤེས་ན། དངོས་གནས་བཀྲམ་ནས་ཨ་ནི་མི་གཞན་པ་ལ་ཡང་སྡུག་བསྔལ་སྤྲད་ཡག། སྤྱང་ཚུགས་ལ་ཡང་བརྡབ་གསིག་གཏམ་ཡག། ཤུགས་རྐྱེན་ངན་པ་བཞག་ཡག། མི་ཟས་ཚོ་ལ་ཡང་གནོད་བགྱིད་ཡག། དེ་འདྲའི་ཉེན་ཁ་ཡོང་སྲིད་པ་རེད། འདི་འདྲི་གི་དཔེ་མ་དཀར་པོའི་རིགས་དེ་ཨ་མི་རི་ཀ་ལ་ཡོད་པ་རེད་རྒྱ་ནང་ལ་ཡོད་པ་རེད་ང་ཚོ་བོད་ཀྱི་ས་ཆ་ལ་ད་དེ་བས་མང་པོ་རེད་བ་དཔེ་མང་པོ་རེད། བོད་ཀྱི་ཞིང་འབྲོག་མང་ཚོགས་བོད་ཀྱི་གཞོན་ནུ་རྣམས་པ་བོད་ཀྱི་མཁྱེན་ལྡན་གྱི་མཁས་དབང་རྣམས་པས་ཀྱི་ཨ་དེའི་སྐོར་ལ་ཡང་དགོངས་པ་ཡག་པོ་ཅིག་བཞེས་རོགས་ཅིག་སེམས་ནས་འབོད་སྐུལ་ཞུ་གི་ཡིན་བཀྲ་ཤིས་བདེ་ལེགས།